བོད་ཀྱི་བང་ཆེན་གྱི་གྲྭ་ཁམས་སེང་གེ་ལྷན་རྒྱས་སྐུ་ཁམས་བཟང། ཤམ་ལ་གུ་མོའི་ཁྱེད་རྣམ་པའི་སྙན་ལམ་དུ་བོད་ཀྱི་བང་ཆེན་གསར་ཤོག་སྤྱི་ཡི་དོན་ཐེངས་གཅིག་སྟོང་གྱ་མི་བཅོ་བརྒྱད་པའི་དཔྱད་བརྗོད་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་སྐད་ཡིག་གི་ལས་དབང། བོད་ཀྱི་སྐད་ཡིག་རྨང་གཞི་བརྒྱུད་པའི་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་རྣམས་རྒྱུན་འཛིན་དར་སྤེལ་གཏོང་ཆེད་བོད་ཕྱི་ནང་གཉིས་སུ་དཀའ་ལས་གང་མང་ཞིག་བརྒྱབ་ཡོད། ད་ལྟའི་ཆར་བོད་ནང་དུ་བོད་ཀྱི་རིག་གནས་ཧ་ཅང་དར་ཁྱབ་ཆེ་བའི་རྣམ་པ་ཞིག་ཡོད་ལ། ཁམས་དང་ཨ་མདོའི་ས་ཁུལ་དུ་དེ་བས་ཀྱང་གཞི་རྩ་བརྟན་པོ་ཡོད་པའི་རྣམ་པ་དངོས་སུ་མཐོང་རྒྱུ་ཡོད། དེ་ཡང་རེ་བ་ཆེ་ཤོས་བྱེད་ཡུལ་དགོན་སྡེ་ཁག་གཙོ་བོ་ཡིན། རིག་གསར་བཅས་རྒྱ་གཞུང་གིས་ཅུང་ཙམ་གུ་ཡངས་བཏང་བའི་སྐབས། བོད་ཀྱི་མཁས་པ་མཁྱེན་རབ་པ་མང་པོ་ཞིག་གིས་སློབ་གྲྭ་དང། མཐོ་སློབ་ཁག་གིས་གེགས་རྐྱེན་གནང་བའི་བོད་ཀྱི་སྐྱ་བོས་སྤྱི་ཚོགས་སྲུང་བར་རིག་གནས་ཀྱི་རྨང་གཞི་བརྟན་པོ་ཞིག་བཙུགས། དེ་ལ་བརྟེན་ནས་བོད་ཀྱི་མི་སྐད་ནང་བོད་ཀྱི་རིག་གནས་རྒྱུན་འཛིན་བྱེད་མཁན་མང་པོ་ཞིག་བྱུང་ཡོད་པ་ནི། སྐྱ་ཆེན་སྔོ་སྡུག་གི་སྐབས་དེར་བཞུགས་པའི་བོད་ཀྱི་མཁས་དབང་བླ་སྤྲུལ་དགེ་བཤེས་མཁན་པོ་སོགས། ལྷག་བསམ་ཅན་མང་པོ་ཞིག་བཞུགས་པ། ཁོང་རྣམ་པའི་བཀའ་དྲིན་ཁོ་ན་རེད། བཙན་བྱོལ་ནང་ཁོང་ཕྱོགས་ཀྱིས་དབུ་ཁྲིད་ནས་སྒྱུ་རྩལ་གང་བླངས་མ་བཙན་པར་བོད་རྒྱའི་སློབ་གྲྭ་ཟུར་འཛུགས་དང། རྒྱ་གར་གཞུང་གིས་ཀྱང་དེ་ཡི་ཐོག་ལ་མཐུན་འགྱུར་དང་རོགས་རམ་རྒྱ་ཆེན་པོ་གནང་ཡོད། བཙན་བྱོལ་ནང་སློབ་གྲྭ་གསར་འཛུགས་སྐབས་ཀྱི་སློབ་ཕྲུག་རྣམས་ནི་བོད་ཀྱི་སྐད་ཡིག་རིག་གནས་ལ་དགའ་ཞེན་དང། ཤེས་ཡོན་ཆེན་པོ་ཡོད་པ་གང་མང་ཞིག་བྱུང་ཡོད། སྔོན་མ་དང་བསྡུར་ན་མི་ལོ་དྲུག་ཅུ་རེ་ལྔ་ཙམ་སོང་བའི་དུས་དེར། མི་རེ་རེ་བྱས་ནས་བལྟས་ན་བོད་ཀྱི་རིག་གནས་ཤེས་ཚད་ཧ་ཅང་ཡག་པོ་ཡོད་པ་ཉུང་དུ་སོང་ཡོད་ཀྱང། སྤྱི་ཡོངས་ནས་ཆ་ནས་བོད་ཀྱི་རིག་གནས་ཤེས་མཁན་གྱི་བོད་མི་མང་དུ་སོང་ཡོད་ཅེས་བརྗོད་ཆོག། ལྷག་ཏུ་ཆོས་བརྒྱུད་རིས་མེད་ཀྱི་དགོན་སྡེ་ཁག་ཏུ་བོད་ཀྱི་རིག་གནས་ལ་མཁས་པའི་མི་སྣ་ཧ་ཅང་མང་པོ་འཚར་ལོངས་བྱུང་ཡོད། བཙན་བྱོལ་བོད་མི་མང་པོ་ཞིག་ནུབ་ཕྱོགས་ཀྱི་ཡུལ་གྲུ་ཁག་ཏུ་གནས་སྤོས་བྱས་པའི་མཐར་སྲོལ་ཆགས་པས་བཙན་བྱོལ་བོད་མི་བོད་ཀྱི་རིག་གནས་རྒྱུན་འཛིན་བྱ་རྒྱུ་སེམས་ཁྲལ་སྣོན་མ་ཞིག་ཏུ་གྱུར་ཡོད། སྤྱི་ཚོགས་དྲ་རྒྱ་ཧ་ཅང་དར་ཁྱབ་ཆེ་བའི་སྐབས་དེར་བོད་ཀྱི་རིག་གནས་རྒྱུན་འཛིན་གྱི་ཐོག་ལ་ནུས་པ་དམིགས་བསལ་ཞིག་ཡོད་རྐྱང། རྒྱ་དམར་གཞུང་གི་དམ་དྲག་འོག་དྲ་ལམ་ཁག་ཏུ་ཐད་གཏོང་ཡང་བསྐྱར་ཡིག་གྱ་གྱིས་མ་གཏོགས་བེད་སྤྱོད་གཏོང་མི་ཆོག་པའི་བཀའ་རྒྱ་ནན་པོ་བཏང་བ་མ་ཟད། སྟངས་འཛིན་དོ་དམ་ཡང་ནན་པོ་བྱེད་བཞིན་ཡོད་པས། སྤྱི་ཚོགས་དྲ་ལམ་བརྒྱུད་ནས་བོད་ཀྱི་རིག་གནས་རྒྱུན་འཛིན་བྱ་རྒྱུ་གལ་འགན་ཆེན་པོ་ཡོད། བོད་ནང་དུ་བོད་མི་ལྷག་བསམ་ཅན་རྣམས་ཀྱིས་ཕེབས་བརྩོན་བྱས་པས་སྒེར་བཙུགས་སློབ་གྲྭ་ཁག་བོད་ཀྱི་རིག་གནས་རྒྱུན་འཛིན་གྱི་ནུས་པ་ཐོན་བཞིན་ཡོད་ཀྱང། སྒེར་བཙུགས་སློབ་གྲྭ་ཁག་གོ་ཁྱབ་པའི་བོད་ཀྱི་རིག་གནས་རྒྱུན་འཛིན་བྱ་རྒྱུའི་རེ་བ་ཆེན་པོ་ཞིག་རྩ་མེད་དུ་བཏང་ཡོད། བོད་ཕྲུག་ན་གཞོན་རྣམས་ལ་རྒྱ་ཡི་སྐད་ཡིག་དང་རྒྱ་ཡི་རིག་གནས་ཁོ་ནས་ཤན་ཤུགས་ཐེབས་ཐུབ་པའི་སྲིད་བྱུས་བཟུང་ཡོད་པས། རིང་པོར་མི་ཐོགས་པར་མི་རབས་གསར་པའི་དཔུང་ཁག་ཏུ་བོད་ཡིག་བོད་སྐད་མི་ཤེས་མཁན་ཉུང་དུ་འགྲོ་ཉེན་རེད། བཙན་བྱོལ་བོད་པའི་སྤྱི་ཚོགས་དེ་འཛམ་གླིང་ཤར་ནུབ་ཀུན་ཏུ་ཁ་འཐོར་ནས་དེད་ཡོད་པ་དང། རྒྱ་གར་གཅིག་པུ་མཚོན་ན་ཤར་ལྷོ་ནུབ་བྱང་གང་སར་སྤྱི་ཚོགས་ཆེན་པོ་ཞིག་གི་ནང་དུ་གནས་ཡོད་པས། སློབ་གྲྭས་ཁོར་ཡུག་ཙམ་ལས་སྤྱི་ཚོགས་ཁྲོད་ཚོང་ཁང་ཆུང་ངུ་ཞིག་ཏུ་འགྲོ་དགོས་ཀྱང། སྐད་ཡིག་གཞན་དག་ཅིག་བེད་སྤྱོད་བྱེད་དགོས་པས་བོད་ཀྱི་སྐད་ཡིག་རིག་གནས་རྒྱུན་འཛིན་བྱ་རྒྱུ་དཀའ་ངལ་ཆེན་པོ་ཡོད། ཕྱི་རྒྱལ་ཡུལ་གྲུ་ཁག་ཏུ་གཟའ་མཇུག་སློབ་གྲྭ་གསར་འཛུགས་བྱས་ནས་བོད་ཀྱི་སྐད་ཡིག་གནས་ཐུབ་པའི་ཐབས་ཤེས་བྱེད་བཞིན་ཡོད་ཀྱང། དོན་དངོས་སུ་རྒྱ་གར་དུ་སློབ་གྲྭར་འགྲོ་མྱོང་མཁན་གྱི་ཕྲུ་གུ་ཚོ་མ་གཏོགས་གཞན་དག་གིས་བོད་སྐད་ཤེས་ཐུབ་པ་ཞིག་དང་བོད་ཡིག་ངོ་ཤེས་ཐུབ་ཙམ་ལས་བོད་ཀྱི་རིག་གནས་རྒྱུན་འཛིན་ཐད་མཁས་པ་ཆེན་པོ་ཞིག་གསོ་སྐྱོང་བྱ་རྒྱུའི་རེ་བ་གཏན་ནས་མེད། རྒྱ་གར་ནང་དུའང་རིམ་པས་གནས་སྟངས་སྡུག་ཏུ་འགྲོ་རྒྱུའི་ཉེན་ཁ་ཡོད། གནས་སྐབས་ཆོས་སྡེ་ཁག་ཡོད་པ་ཙམ་ལས་རེ་བ་རྒྱག་ས་གཞན་གང་ཡང་མེད། མདོར་ན་ད་ལྟ་བོད་ཕྱི་ནང་གཉིས་སུ་བོད་ཀྱི་སྐད་ཡིག་དར་ཁྱབ་ཆེན་པོ་ཡོད་ནའང། ལོ་མང་པོ་མི་འགོར་བར་ཉམས་ཆག་འགྲོ་རྒྱུའི་ཉེན་ཁ་ཡོད། བོད་ནང་དུ་རྒྱ་གཞུང་གིས་སྟངས་འཛིན་དང་དམ་དྲག་ཆེན་པོ་ཡོད་ཀྱང། བོད་ཀྱི་སྐད་ཡིག་ཆེད་སེམས་ཤུགས་དང་ལ་རྒྱ་ཡོད་མཁན་མང་པོ་ཡོད་པས། རེ་བ་འཁྱག་ས་གཏན་ནས་མེད་པ་ཞིག་མིན། བཙན་བྱོལ་ནང་ཉམས་རྒུད་དུ་འགྲོ་རྒྱུ་ཉག་ཅིག་ལས་ཕལ་ཆེར་རེ་བ་ཆེན་པོ་མེད། ད་ལྟ་བོད་ཀྱི་རིག་གནས་རྒྱུན་འཛིན་དགོས་ཞེས་སྐད་རྒྱག་མཁན་གཙོ་བོ་གསར་འབྱོར་རྣམས་ཡིན་མོད། རིམ་པའི་བོད་སྒྲ་དེ་ཡང་གོ་མེད་ཆོ་མེད་དུ་གྱུར་སྲིད། དེང་སྐབས་གངས་ཅན་སྐྱིད་གཤོངས་སུ་བོད་ཡིག་གི་ཁོར་ཡུག་གྱ་མི་ཆུང་ཙམ་ཡོད་ཀྱང་མ་འོངས་པ་ཁག་པོ་ཡིན། དགོན་སྡེ་ཁག་ཏུ་བཞུགས་མཁན་བོད་མི་ཧ་ཅང་དཀོན་པས་རིམ་པས་དེ་ལ་རེ་བ་གྱ་ཡུལ་ཞིག་མེད་པས། བོད་ཀྱི་སྐད་ཡིག་རིག་གནས་རྒྱུན་འཛིན་བྱ་རྒྱུ་དེ། ཐུགས་ཁ་གང་ཙམ་དང་གོད་ཁྱབ་གང་ཙམ་དང་མི་འདྲ་བར། མི་རིགས་ཤིག་བླ་སྲོག་ལ་ཐུག་ཡོད་པས་ཚང་མས་དོ་སྣང་བྱ་རྒྱུ་ཧ་ཅང་གལ་ཆེ།